ལོ་རྒྱུས་ཉི་ཤུ་རྩ་གསུམ་པ་ཡི་ལེའུ་གཉིས་པ། ཡོ་ནཱ་ཡིས་སྨོན་ལམ་འདེབས་པ་དང་ཡ་ཧོ་ཝཱ་དཀོན་མཆོག་གིས་ཁོང་སྐྱོད་གནང་བའི་ལོ་རྒྱུས་སྐོར་བལྟ་གི་ཡིན། གྲུ་གཟེངས་བཏང་མཁན་རྣམས་ཀྱིས་ཡོ་ནཱ་ཆུ་ཡི་ནང་དུ་གཡུག་ཚར་བའི་རྗེས་སུ་ཡ་ཧོ་ཝཱ་དཀོན་མཆོག་གིས་སྣ་ཆེན་པོ་ཞིག་བཏང་བ་དང་སྣ་དེ་ཡིས་ཡོ་ནཱ་ཕྱོགས་མེད་བཏང་ནས་ཡོ་ནཱ་སྣ་དེ་ཡི་ཁོག་པ་ནང་དུ་ཉིན་མཚན་སོང་གནས་པ་རེད། ན་དེ་ཡི་ཁོ་པའི་ནང་ནས་ཡོ་ནཱན་གྱིས་རང་གི་དཀོན་མཆོག་ཡ་ཧོ་ཝཱ་དཀོན་མཆོག་ལ་སྨོན་ལམ་ཞུས་པ་རེད། ཁོང་གིས་བརྗོད་པ། ང་ལ་དཀའ་ངལ་འཕྲད་དུས་ངས་ཡ་ཧོ་ཝཱ་ལ་སྐད་བཏང་གི་ཡོད། ཁོང་གིས་ང་ལ་ལན་གནང་གི་ཡོད། ང་འཆི་བའི་གནས་སུ། སྟེང་རིང་པོ་ནས་ཁོང་ལ་སྐད་བརྗོད་དུས་ཁོང་གིས་ང་ལ་རོགས་པ་བྱེད་ཀྱི་ཡོད། དེ་ནས་ཁོང་གིས་ངའི་དཀལ་ངལ་ལ་སེམས་ཀྱི་ཡོད། ཁྱེད་ཀྱི་ངག་རྒྱ་མཚོའི་ནང་དུ་གཡུགས་པ་དང་ངག་རྒྱ་མཚོའི་ཐིག་ལ་ལྷས་ཡོད། ཁྱི་ཐམས་ཅད་ཀྱིས་ང་ལ་མཐའ་སྐོར་བྱེད་པ་དང་རྦ་རླབས་རྣམས་ཀྱིས་ང་ཡི་སྟེང་དུ་མཆོངས་ཡོང་གིན་འདུག། ངས་ལོག་གི་ཡོད། ང་ཁྱི་རང་ནས་དྲན་འགྲོ་པ་ཡིན། འོས་ཀྱང། ཡང་བསྐྱར་ངས་ཡེ་རུ་ཤ་ལམ་ཡི་དམ་པའི་མཆོད་ཁང་ཕྱོགས་སུ་ལྟ་བཞིན་ཡོད། ཁྱི་ཡི་རྦ་རླབས་ནང་དུ་ང་ཤི་དྲུག་འདུག། ཁྱི་ཡི་སྟེང་རིང་པོ་དེས་ང་ཡི་མཐའ་སྐོར་ལ་བསྐོར་བ་མ་ཟད་རྒྱ་མཚོའི་ནང་གི་རྩྭ་རྣམས་ངའི་མགུལ་ལ་གཏོང་གིན་འདུག། ང་རྒྱ་མཚོ་ཡི་ཐུལ་ལ་སླེབས་ནས་དེའི་རྒྱན་དུ་དུར་ཁྲོད་ལ་སླེབས་ཡེ་ཞེས་ངས་བསམས་བྱུང། ཡིན་ན་ཡང། ཡ་ཧོ་ཝཱ་ཁྱེད་ནི་ང་ཡི་དཀོན་མཆོག་ཡིན་པ་དང། ང་ཁྱི་ཡི་རྨི་བ་ནང་དུ་འབྲུག་འབྲུག་ཡོད་པའི་སྐབས་སུ་ཁྱེད་ཀྱིས་ང་གཡར་སྐྱོད་གནང་ཡོད། ང་ཡི་མི་ཚེ་དེས་མེད་པར་འབྲི་སྒྲུབ་བྱས་དུས་ངའི་ཆེད་ཡ་ཧོ་ཝཱ་དེ་དྲན་སྲིད་འདུག་ངའི་སྨོན་ལམ་དེས་སྲི་བ་ཡལ་འདོད་པ་དང་དེས་ནམ་མཁའི་ལ་ཆས་རྩ་སླེ་ནས་ནམ་མཁའི་རྒྱལ་སྲིད་ནང་དུ་མཆོད་ཁང་དམ་པ་ལ་སླེབས་ཡོད། བོད་ཆས་མི་འཇུ་ཡི་ལྷ་ཡི་སྐུ་འདྲ་རྣམས་ལ་བསྟེན་མཁན་གྱི་ཡ་ཧོ་ཝཱ་དཀོན་མཆོག་གི་བྱམས་པ་དེ་ཤོར་འགྲོ་གི་ཡོད། བས་ཀྱང་ངས་ཁྱེད་ལགས་ཐུགས་རྗེ་ཆེ་ཞུ་བའི་མཆོད་པ་ཕུལ་གྱི་ཡོད། ངས་སྐད་ཤུགས་ཆེན་པོ་བརྗེད་ནས་ཁྱེད་ལ་བསྟོད་པ་ཆེན་པོ་ཡི་ཐུགས་རྗེ་ཆེ་ཞུ་གི་ཡིན། ངས་དམ་བཅའ་གར་བཞག་པ་དེ་འགྲིག་གི་ཡིན། ངས་ལབ་གི་ཡོད། ཁྱེད་ནི་ཡ་ཧོ་ཝཱ་དཀོན་མཆོག་ཐམས་ཅད་ཀྱི་སྐྱབས་མགོན་རེད། དེ་ནས་ཡ་ཧོ་ཝཱ་ཡིས་ཉག་ཆེན་པོ་དེ་ལ་བཀའ་གནང་བ་དང་ཉག་ཆེན་པོ་དེས་ཡོང་ན་ཁྱེད་འགྲོ་ནས་སྐམ་ས་ཞིག་ལ་ཡར་བཅུག་པ་རེད།